ཚང་མ་བཀྲ་ཤིས་བདེ་ལེགས་ད་ད་ལེ་ང་ཚོ་བོད་མི་མང་གི་སྤྱི་འཐུས་ཚོགས་འདུ་དགོས་པ་དེ་ཐུགས་སུ་འགྲོ་དུས་ཡོད་རེད་དེ་རིང་འདྲ་ཆགས་བཞག་པ་ཡིན་ན། ཤེས་རིག་གི་ཐོག་ལ་ཡང་ཐུགས་སུ་སྒྲོལ་ལན་ཕེབས་པ་རེད། དེ་འདྲ་ཡིན་དུས་ད་ད་ལེ་ཨ་རིའི་རོགས་དངུལ་ཆད་པ་ལ་བརྟེན་བྱས་ནས་ཨ་ནེ། ད་ལན་བཀའ་ཤག་གིས་ད་ཅོག་ཆ་མང་པོ་ཅིག་ཁུར་བྱས་ནས། འདིའི་ཐོག་ལ་ཡང་ལས་འཆར་མང་པོ་ཅིག་རྒྱུན་མཐུད་ནས་འགྲོ་ཐུབ་ཀྱི་མེད་པ་དེ། གནས་བབ་ཅིག་རེད། དེ་འདྲ་ཡིན་དུས་དེ་ང་ཚོའི། ཕྱོགས་གཅིག་གི་ནི་དཀའ་ངལ་འདྲ་བོ་ཅིག་རེད། ད་ཕྱོགས་གཅིག་ནི། དེ་རིང། གྲོས་ཚོགས་དེ་ལྟ་བྱས་ནས་རང་བཞིན་གྱི། སེམས་ཕམ། ཆེན་པོ་ཞིག་བྱུང། དེའི་སེམས་ཕབ་ནས་ང་སྒེར་ལ་ཡང་དཀའ་ངལ་ཆེན་པོ་ཅིག་ཡོད་བྱུང་བྱས་ནས་སེམས་ཕམ་བྱེད་བསྡད་པ་འདྲ་བོ། ཡང་ན་ཆོལ་ཁ་ཅིག་ལ་ཡང་དཀའ་ངལ་ཆེན་པོ་ཞིག་བྱུང་ནས་སེམས་ཕམ་བྱེད་བསྡད་པ་འདྲ་བོ། འདི་འདྲའི་རྩ་བ་ཉིད་ནས་མེད། དེའི་སེམས་ཕམ་དེས་བོད་མི་རིགས་ཀྱི་ལས་དབང་ལ་ཡང་བསམ་བཏང་བྱས་ནས་སེམས་ཕམ་ཅིག་བྱུང།

དེ་འདྲ་ཡིན་པའི་རྒྱུ་མཚན་གྱིས། བོད་ནང་ལོག་ཆ་བཞག་པ་ཡིན་ན། དགྲ་བོ་རྒྱ་དམར་གྱིས་ཐབས་ཇུས་བདེན་པའི་ཐོག་ནས། ཨ་ནི་ང་ཚོ་བོད་མི་སྐྱེ་བོ་གནམ་བསྟན་ཡོངས་རྫོགས་ལ་ཡར། ལྟོ་བདེན་པོས་བསད་དགོས་རེད་པས་ལྟ་སྟངས་འཛུལ་ཞུགས་ཆེན་པོ་བྱེད་བྱས་ནས། ལྟོ་ཟ་ནི་ཡོད་རེད་ལྷག་པར་དུ། བོད་མི་རིགས་ཀྱི་ཤེས་ཡོན་སྲིད་ཇུས་ཀྱི་ཐོག་ལ་ཡར། ཐབས་ཇུས་ནན་པོ་བསྟེན་བྱས་ནས། མ་རུངས་པའི་སྲིད་ཇུས་རང་བཞིན་གྱི་ཐོག་ནས་བྱེད་དགོས་རེད་པས། གང་ལྟར་ཀྱང་བོད་དེ་ནག་བསུབ་བཏང་ཡང་དང་བོད་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས། ངོ་བོ་ཡངས་སུ་རྫོགས་པ་དེ་རྩ་མེད་གཏོང་ཡག་གི་སྲིད་ཇུས་ངན་པ་བསྟེན་བྱས་ནས། ད་ལྟ་བཅའ་སྡོད་སློབ་གྲྭ་ལ་སོགས་པ་དག་ཐབས་བྱུས་ལྡན་པའི་ཐོག་ནས་དཀའ་ངལ་ཆེན་པོ་ཞིག་འཕྲད་དེ་ཡོད་རེད། ལོ་ངོ་དྲུག་ཅུ་གྱི་ནང་ལོགས་ལ་ཡང་ད་སྐྱིད་མ་ཐུབ་པའི་གི་བརྒྱུད་རིམ་དེ་ད་ལྟ་རྒྱ་ནག་དམར་ཤང་གི་ཉམས་ཞིབ་བྱས་པའི་ཐོག་ནས་མ་འོངས་པའི་གི། བོད་མི་རིགས་ཀྱི་གནས་ཅིག་རི་རྒྱུད་དེ་གི་སྟེ། དེ་གི་སྟེ་གི་ཅིག་ཤ་དང་རུས་པགས་སོགས་ནི་ན་ཡང་བོད་མི་རིགས་ཀྱི་ཅིག། ཞག་རྩི་ཅིག་དང་བོད་མི་རིགས་ཀྱི་ཅིག་ལྟ་བ་ཅིག་དང་བོད་མི་རིགས་ཀྱི་བསམ་བློ་ཅིག་མེད་པ་བཟོ་ཡག་གི་ཐབས་རྒྱུ་གཏན་བྱས་ནས། སྐྱ་དུས་སློབ་གྲྭ་ལ་སོགས་བཙུགས་བྱས་ནས། རྫ་བྲག་གི་གནས་སྟངས། ཆགས་ཀྱི་ཡོད་རེད། དེ་འདྲ་ཡིན་དུས་ང་ཚོའི་བཙན་བྱོལ་ནང་ལོགས་ལ་ཡང་ངེས་པར་དུ་འགན་མཐུ་བ་ཅིག་འཁྱེར་དགོས་ཡ་དང། ལྷག་པར་དུ་བཙན་བྱོལ་ནང་ལོགས་ཀྱི་དམིགས་བསལ་གྱི་ད་རྩ་བའི་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས། ཡོད་པའི་ཐོག་ནས་ཟེར་བ་རེད་བས། ང་ཚོ་གནས་དེ་ཡོད་རེད་ཡིན་པ་ཡིན་ན་ཡང། ཤུགས་སྣོན་བརྒྱབ་ཅིག་ནས་དཀའ་ལས་བརྒྱབ་དགོས་ཡ་ད། དེའི་ཐོག་ལ་ཡང། སེམས་འཚབ་ཆེན་པོ་བྱེད་དགོས་ཡ་ཛ་དྲག་ཆེན་པོ་ཆགས་དུས་ཡོད་པ་དེ་ངོས་འདྲ་བོ། ད་སེམས་འགུལ་ཡོད་རྒྱུ་རེད་ད། ངོས་འདྲ་སེམས་འགུལ་བོ་རེད་བསམ་གྱི་འདུག། མི་རིགས་གཅིག་གནས་ད་མ་ནི་ད་མི་རིགས་གཅིག། མི་རིགས་གཞན་པ་ཅིག་གི་ངོ་བོ་ལ་ཡང་འཐོམ་དང་མ་འཐོམ་དེ་ངས་བཤད་དགོས་མ་རེད། མཁས་པ་མང་པོ་ཅིག་གིས་མི་རིགས་གཅིག་གནས་དང་མ་གནས་དང། མི་རིགས་གཞན་པ་དེ་གི་ངོ་བོ་ལ་ཡང་བར་འཐོམ་དང་མ་འཐོམ་དེ་མི་རིགས་དེ་གི་སྐད་ཡིག་རིག་གཞུང་ལ་ཡང་ཐུག་ཏུ་ཡི་འདུག་ཟེར་གྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་མི་རིགས་དེ་གི་སྐད་ཡིག་སྲུང་སྐྱོབ་བྱེད་ཡ་ལ། མི་རིགས་དེ་གི་ཅིག་ལྟ་བ་སྲུང་སྐྱོབ་བྱེད་ཡ་ལ།

གལ་ཆེན་པོ་དང་གནད་ཆེན་པོ་ཆགས་ཀྱི་ཡོད་རེད། ཡིན་པ་ཡིན་ན་ཡང་སྟབས་མ་ལེགས་པ་ཅིག་ལ་ད་ལན་ང་ཚོ་ཤེས་རིག་བཀའ་བློན་གྱི་རྐུབ་ལྕག་གི་ཐོག་ལ་ཡར་ཞུགས་དེ་ཉིན་གྱི་ཐར་ལམ་སྒྲོལ་མ་ལྟ་བུ་ཅིག་མཚོན་པ་ཡིན་ན། ད་ལན་གྲོས་ཚོགས་ནང་ལོགས་ལ་ཡར་ལྟ་དེ་དང་གྲོས་ཚོགས་རིམ་པའི་ཐོག་ལ་ཡར་ལྡོག་རྒྱག་དེ་མ་སོང་ན་སྟོན་གི་སྟོན་གི་སྟོན་གི་ལེ་རེད། ལྷག་པར་དུ་ད་ལན་གྲོས་ཚོགས་ཀྱི་ནང་ལོགས་ལ་ཡ་ཐག་ཅིག། ལྡོག་སྐྱ་དེ་ཆ་ཚང་ཅིག་སྟེང་ཡང་དུ་བརྩམས་པ་ལ་ཡ། དངོས་གནས་དྲང་གནས་ཀྱི། རང་བཞིན་གྱི། སེམས་ཕབ་ཡོང་ཡ་ཅིག་དང་རང་བཞིན་གྱི་ཅིག་བློ་འཚབ་ཡོང་ཡ་ཅིག་ཆགས་འགྲོ་གི་འདུག། མོས་མི་ཚིག་གི་ནང་ལོགས་ལ་ཡ། བཙན་བྱོལ། འབྲུག་མཛོད་ཀྱི་ནང་ལོགས་ནས་ཨ་ནི་ཅིག། ཤེས་ཡོན་གྱི་ཐོག་ལ་ཡ་ད་མི་ཚེ་གང་ཙམ་ལས་ཀ་བྱེད་ཡིན་ཟེར་གྱི་ཡོད་རེད། དགེ་རྒན་གྱི་ལས་ཀ་བྱེད་ཡིན་ཟེར་གྱི་ཡོད་རེད། དེ་གིས་ཤེས་པ་ལ་བལྟས་ན་ཅིག་ཤེས་རིག་བཀའ་བློན་ཐོག་ལས་ཕེབས་ན་ཕེབས་འོས་པ་འདྲ་བ་ཅིག་བ་ལྟ་བ་ཡིན་ན་ཧོལ། སྟག་གཅིག་གོ་ཡང་མ་བརྗེད་ནས་མོ་རང་མདོག་ཅག་ཏུ་གྱེས་ཏེ་མ་བལྟོས་ནས་ནི་ཅིག་ནམ་རྒྱུན་ཁྱིམ་བུ་དང་རྫི་བོ་བཤད་བསྡད་ཅག་ཏུ་སོང་ནས་བསྟེན་བསྡད་པ་ཡིན་ན་འོས་པ་འདྲ་བ་ཅིག་ཡོད་རེད། ད་ཡིན་པ་ཡིན་ན་ཡང། དངོས་ཕ་ཐུགས་ཀྱིས་ནི་དངོས་སུ་བག་ཉམས་ཤུགས་ཀྱིས་ཀྱིས་ནི། རྟགས་ཡོངས་འདུས་བརྩམས་པ་ལ་ཡང། ངས་བཤད་མ་དགོས་པར་ད་ང་ཚོ། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་ད་ལན་གྲོས་ཚོགས་ལ་ཡང་དོ་སྣང་བྱས་བསྡད་མྱིན་གི། ང་ཚོས་མཐོང་ཡོད་རེད། རིགས་གཅིག་གིས་ད་མཐོང་ན་མ་མཐོང་མདོག་མདོག་བྱས་བྱས་ནས་ད་འདོད། ཞི་མི་གིས། ཨ་ནི་ཙོག་པ་བི་བི་ཅན་ནི་བག་སྐབས་འདི་ཡ་དོན་རིགས་འབྱུང་གི་འདུག་བ། དེ་རིགས་གཅིག་རེད་ཡིན་པ་ཡིན་ན་ཡང་དངོས་གནས་དྲང་ནས་དྲང་ཐོག་ལག་པ་བཞག་བྱས་ནས་བོད་མི་རིགས་ཀྱི་ལས་དབང་འདི་ལ་བསམ་བློ་གཅིག་བཏང། བོད་མི་རིགས་ཀྱི་སྐད་ཡིག་དང་མི་རིགས་འདི་གི་ཆག་འཇིག་གི་ལ་ཡ་བསམ་བློ་གཅིག་བཏང་པ་ཡིན་ན། གང་ཟག་འདི་ལྟ་བུ་གཅིག་གནས་བབ་འདི་འདྲི་གཅིག་གི་ཐོག་ལ་ཡ་རྐུབ་ལྕག་འདི་འདྲི་གཅིག་གལ་ཆེ་གི་ཐོག་ལ་ཡ

ལྟ་ཅིག་འདི་སྐད་དུ་རྒྱལ་པོ་ཡོད། དེ་ངས་ཤེས་བདེ་བ་མ་ཡིན་པར་ངས་དཔེ་མཚོན་བསྒྲགས་བྱས་ནས་ངའི་དོང་ཚོགས་འདི་འདྲ་ཕུལ་ཡོང་གོ། ད་ནི་གྲོས་ཚོགས་ནང་སླད་ཀྱིས་ནི་མོ་རང་གིས་ལན་རྒྱག་མ་དགོས་ཡ་དང་མོ་རང་གིས་ཨ་ནི་ཅིག་ཡར་ལོངས་མ་དགོས་པའི་སྐབས་ལ་ཡ་ཟིམ་ནས་ཞུགས་བསྡད་ཀྱི་ཡོད་རེད། ད། མོ་རང་རྐུབ་བཀྱག་འདིའི་སྒང་ལ་ཡོད་དུས་དེའི་གི་ཨ་ནི་ཅིག Department འདིའི་སྒང་ལ་ཡང་སྐད་ཆ་ཤི་ཡོང་དུས་ད་མོ་མ་ལོང་རང་ལོང་ཆགས་འདུག་བསམ་པ་ལ་ཡང། རྣམ་འགྱུར་ཡོངས་སུ་རྫོགས་པ་དེ་སྟོན་བྱས་ནས། བོད་ཡིག། ལི་སྡོམ་དུ་སོགས་ཀློག་ཡོང་དུས་བསམ་པ་ལ་ད་ག་འདྲའི་འདྲ་བོ་ཅིག་ཀློག་གི་འདུག། དངོས་གནས་དྲང་གནས་ངོ་ཚ་དགོས་ཡ་འདྲ་བོ་ཅིག་སེམས་ཕམ་དགོས་ཡ་འདྲ་བོ་ཅིག། འདི་སོགས་བལྟས་པ་ཡིན་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་ན་འདི་སོགས་རིགས་ཏེ། ལི་ཡ། དངོས་གནས་ཕམ་ས་རེད་བསམ་པ་འདྲ་བོ་ཅིག། གཞིས་ལུས་རྒྱ་ཆེ་མི་མང་གིས་འདི་ལྟ་བུ་ཅིག་གང་ཟག་འདི་འདྲི་ཅིག་ཅིག། རྐུབ་བཀྱག་འདི་འདྲི་ཅིག་ཐོག་ལི་ཡ་ཡོད་བ་འདི། མཁྱེན་ན། གཞིས་ལུས་རྒྱ་ཆེ་མི་མང་གིས་བཙན་བྱོལ་སྤྱི་ཐོག་ལི་ཡ་ཐང་ག་འདྲི་ཅིག་བཞག་ས་རེད། རེ་བ་ག་ཚད་ཅིག་བཅོམ་ས་རེད། དངོས་གནས་དྲང་གནས་ང་ཚོ་བསམ་བློ་གཏང་དགོས་ཡ། ཤིས་ཚིག་གི་ཐོག་ནས། སྐྱོ་བག་གི་ཐོག་ནས་རྣམ་འགྱུར་གི་ཐོག་ནས། འདོག་འཇག་གི་ཐོག་ནས། གང་ལྟར་ཀྱང། ཤོག་ཤིག་མཚམས་བརྒྱད་གང་ནས་བལྟས་པ་ཡིན་ན་ཡང། དངོས་གནས་དྲང་གནས་ཀྱི་ཐབས་སྐྱོ་བོ་ཞེ་བོ་ཅིག། སེམས་ཕམ་རང་བཞིན་གྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ངས་ད་ལན་འདི་ནས་ཐར་ལམ་སྒྲོལ་མར་རྐུབ་བཀྱག་འདིའི་ཐོག་ནས་དགོངས་པ་ཞུ་དགོས་རེད་ཟེར་ནས་མ་ཞུས་གོ། ངས་དེ་ལབ་ནས་ཅི་ལྟར་ཞུ་དགོས་ཡག་ད་གེ་ཡི་ཆགས་ཀྱི་ཡོད་མ་རེད་པ། ཡིན་ན་ཡང་ད་དེ་ཚུགས་བསྡད་ཀྱིན་མ་ཞུ་གོ་རྒྱུ་མཚན་གང་ཡིན་ཟེར་ན་ད་ལོ་གཅིག་ཚུན་མ་ཞིག་ལྷག་ཡོད་མ་རེད་པ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། སྡིག་ཏོ་ལ་ཡ་གས་མ་ཞུས་པ་ཡིན་ན་ཡང། མ་འོངས་པ་ལ་ཡ། མ་འོངས་པ་ལ་ཡ་ན། དངོས་གནས་དྲང་གནས་འདི་ལྟ་བུ་ཞིག་གང་ཟག་ཅིག་འདི་འདྲའི་གནས་བབ་འདི་འདྲའི་རྐུབ་བཀྱག་འདི་འདྲ་ཅིག་གི་ཐོག་ལ་ཡ་སྐྱེས་ནས་ང་ཚོ་སྣང་བ་དག་ནས་བལྟས་བསྡད་པ་ཡིན་ན། བོད་མི་རིགས་ལ་ཡ་མདུན་ལམ་མེད་པ། བོད་མི་རིགས་ལ་ཡ་རེ་བ་མེད་པ་གཞིས་ལུས་རྒྱལ་སྤྱིའི་མི་མང་གིས་བློ་གཏད་བྱེད་ས་མེད་པ་གང་ཟག་སྐྱབས་མགོན་ཆེན་པོ་ཐུགས་ཕམ་བྱུང་ཡ་གས་འདི་ལྟ་བུ་ཞིག། ཐབས་སྐྱོ་བོའི་གང་ཟག་འདི་འདྲ་ཅིག། རྐུབ་ལྕགས་འདི་འདྲས་ཅིག་སྐད་ཆེན་པོ་ཐོག་ལ་ཡང་བཞག་བསྡད་པ་དེ། ད་ལན་བཀའ་ཤག་གི་ཡིན་ན་ཡང་ཞབས་འདྲེན་བོད་མི་རིགས་ཀྱི་འཐབ་རྩོད་ལས་ཡ་ཡིན་ན་ཡང་གྱོང་འཁོར། གཞིས་ལུས་རྒྱལ་སྤྱིའི་མི་མང་གི་རེ་བ་སྐྱོང་ས་ཀྱི་གནས་བབ་མེད་པ། འདི་འདྲ་ཅིག་རང་བཞིན་གྱིས་ཆགས་བསྡད་ཀྱི་འདུག་དེ་འདྲས་ཡིན་པའི་རྒྱུ་མཚན་གྱིས། ད་ལན་མོའི་གྲོས་ཚོགས་ནང་ལ་ལས་གྲོས་ཚོགས་ལ་འགན་འཁུར་སྟངས་ཡིན་ན་ཡང་རེད། ད་ལན་རྒྱལ་སྟངས་ཡིན་ན་ཡང་རེད། གང་གིས་གང་ནས་བཏུས་པ་ཡིན་ན་མ་རུང་བ་མ་འོངས་བ་མ་མཚམས་པ་དེ་འདྲ་ཅིག་བྱས་པ་དེ་ང་བུ་མོ་དཀྱུས་མ་ཅིག་ཡིན་པའི་རྒྱུ་མཚན་གྱིས་མཐའ་གཅིག་ཏུ་ངོ་རྒོལ་དང་སེམས་ཕམ་དང་བླུན་འཚབ་ཡོད་ཟིན་ཞོལ་དེ་ཡིན་ད་བྱས་ན།